ད་དེར་འཁྱོགས་སུ་ཐོན་ན་དྲན་གསོ་ལྟ་ཞིག་མང་པོ་ཞིག་ཤེས་ཀྱི་མེད་ད་ཇི་ལྟར་རྒན་གཞོན་དམར་ལམ་ཐང་ཆེན་མཆོག་ལ་དངོས་གནས་ཁོ་ར་ཇི་ཞིག་མེད་སྐྱོན་འཛུགས་བྱས་ནས་མ་ཉེས་ཁ་གཡོག་བྱས་ནས་བྱོན་ན་དཔང་རྟགས་ཆུ་ནས་མེད་པའི་སྒོ་ནས་ནི་རྒྱ་མི་གསོ་བ་དང་འབྲེལ་བ་ཡོད་པ་ཡང་རྒྱ་མི་གསོ་བ་དང་ཐུག་ཡོད་རབས།

ཀྱི་དངོས་གནས་ཀྱི་བསམ་བློ་བཏང་པ་ན་ཧ་ལས་ཀྱི་རྩ་ཆེན་པོ་རེད། ད་དེ་ལ་ང་ཚོ་གི་རྩ་བ་ཉིད་ནས་དེ་ལ་མཐོང་དང་སྐྱོན་ཡོད་མ་རེད་སྐྱོན་དེའི་ནང་ལ་དང། ཀྱི་གཏམ་བཤད་བྱེད་ས་དང་ཀྱི་དེའི་ནང་ལ་གྲོས་བསྡུར་བྱེད་ས་ཀྱི་རོ་དེ། ཀྱི་བརྙན་པ་དཔུང་སྒྲིག་བྱེད་ས་རོ། བརྙན་པ་ལག་འབྲེལ་བྱེད་ས། དེ་ནི་དངོས་གནས་ཁོ་རང་ད་དགེ་བའི་བཤེས་གཉེན། སངས་རྒྱས་ཀྱི་རྣམ་ཐར་ཆོས་ཉིད་དངོས་གནས། དེ་ཚོ་ལ་དངོས་གནས་དམངས་གཉེར་ཁ་གཡོག།

ཚིག་ངན་གསོལ་ས་ཀྱང་བྱེད་ས་གི་ད། དེ་འདྲའི་གཅིག་གི་ད་དངོས་ནས་ཀྱི། སྤྲོ་ཚོགས་ཚོགས་ས་ད་དེ་འདྲའི་དགྲ་བོ་ཀྱི་ཕྱག་བདེ་བ་དེ་གསལ་བོ་ཤུགས་ཀྱིས་མཐོང་བདེ་བ་རེད་ད། ད་དེ་ནས་ཀྱི་ད་ང་རང་ཚོ་དངོས་ནས་བོད་རིགས་སྤུན་ཟླ་དེ་ཚོས་ང་རང་ཚོ་ཕྱོགས་ནས་བསམ་བློ་བཏང་དགོས་དེ་དཔེ་གལ་ཆེན་པོ་རེད་དངོས་ནས། དགེ་བཤེས་སྨོན་ལམ་དང་བཅས་ལ་མ་ཉེས་ཁ་གཡོག་བྱས་པ་དེ། དེ་ལ་ད་ཅི་བཀའ་ཤག་གི་ཕྱོགས་ན་རེད་བདེ་སྲུང་གི་ཕྱོགས་ན་རེད། ཟླ་བ་བུ་རྒྱུད་ཁོ་རང་གིས་དཔེར་ན་ཅི་ཁ་བདེ་སྐྱིད་བདེ་གྱུར་ནས་ད་ཁོ་རང་ལ་དཔེར་ན་རྒྱབ་ལྗོངས་མང་པོ་ཞིག་ཡོད་པའི་སྐབས་སུ། ང་ཚོ་ད་གྲངས་ཉུང་མི་རིགས་ལབ་དགོས་ར་ད་དེ་མ་ལབ་དེ་ལབ་ན་མ་འགྲིག་པ་གལ་ཡོད་མ་རེད་ཁོ་རང་ཚོ་རྒྱབ་ལྗོངས་མང་པོ་ཞིག་ཡོད་དོ་ད་ཅི་བདེན་པ་བདེན་ཀྱང་དྲང་པོ་དྲང་ཀྱང། རྡོག་རྩ་གཅིག་སྒྲིལ་ནུས་པ་མཉམ་སྤུངས་ཀྱི་ཐོག་ནས་དངོས་གནས་ད་ཅིའི་གྲོས་ཚོགས་ནང་ལ་ལས་འགུལ་སྤེལ་བ་དེ་སྤེལ་གྱི་མེད་པ་དེ་ང་ཚོ་གསལ་པོ་ཤུགས་ཀྱིས་མཐོང་འདུག་རེད། དེ་ཚོ་ཚང་བ་དེ་གཅིག་དགེ་བཤེས་སྨོན་ལམ་རྡོ་རྗེ་བས་ན་ཁོང་ལ་བས་ན་གཅིག་མ་ཉེས་ཁག་ཡོད་བྱས་པ་དེ་མི་གཅིག་ལ་མ་ཉེས་ཁག་ཡོད་བྱས་པ་ཙམ་མ་ཡིན་པར། ཁོང་ང་རང་ཚོ་དངོས་གནས་ཁོ་རང་བོད་རིགས་སྤུན་ཟླ་ཚང་མས་ཀྱི་བས་ན་གཅིག་སྐུ་ཡི་སྐོར་ཚབ་གསུང་གི་གསུང་ཙམ་གནང་ནས་བས་ན་ཕྱག་ལས་གནང་ནས་བས་ན་གཅིག་གྲོས་ཚོགས་ནང་ལ་འདི་འདྲ་བྱས་ཕེབས་བསྡོད་པའི་སྐབས་སུ། ང་ཚོ་ལ་འགན་ཡོད་རེད། ང་རང་ཚོའི་སྐུ་ཡི་བཀོད་གཏོར་དེ་གསུང་གི་གསུང་ཚབ་བྱས་ནས་ཁོང་བོད་ནང་དར་ཆེད་ཕྱག་ལས་གནང་བསྡད་པའི་སྐབས་སུ་ཁོང་ལ་དངོས་གནས་ཁོ་རང་ནག་ཉེས་པ་ཡོད་ཟེར་ན་མི་མང་ཚང་མས་སྐྱོན་བརྗོད་བྱེད་དགོས་པ་རེད་བྱས་དང་བྱེད། ཁོང་ལ་སྐྱོན་དུ་མ་ཉེས་ཁ་གཡོག་བྱས་བསྡད་པའི་སྐབས་སུ་དེ་ནས་ད་ག་ས་ད་ནི་གྲོས་ཚོགས་ནང་ནས་ཀྱི་བཀའ་ཤག་གི་ཀྱི་ཁ་རེ་ད་ཕྱག་བྲིས་འདྲ་བོ་རེད་དེའི་ནང་ལ་དེ་ག་རེ་བྲིས་རྒྱུ་དང་མ་ཀློག་བྱས་ནས་དེ་ནས་ཀྱི་ནམ་མཁའ་ཡག་ཐོག་ཏུ་ས་གཞི་བསྡུས་དག་ཡིན་ལགས་ཟེར་བ་དེ་རྩ་བ་ཉིད་ནས་ཁོ་རང་འགྲིག་གི་ཡོད་མ་རེད།

དེ་སོང་ལ་དེ་སྤྱི་དང་བཀའ་ཤག་གི་ཕྱོགས་ནས་ཡིན་ན་རེད་བདེ་སྲུང་གི་ཕྱོགས་ན་ཡིན་ན་རེད། ཟླ་བ་ཕུད་ཀྱི་རེད་དེ་ནི་དེ་མ་ཡིན་པ་ད་དངོས་གནས་དགེ་བཤེས་སྨོན་ལམ་ཐར་རྗེ་ལ་མ་ཉེས་ཁག་གཡོག་བྱས་ནས་ད་ལྟ་བར་དུ་ཅི། ཁོང་ལ་ཧ་ལས་གི་བས་ན་ད་ཅི་མིང་ཆེ་ངན་པ་དེ་འདྲ་བཟོས་ཡོད་རེད་ད་དེ་སོགས་ལ་བས་ན་བཀའ་ཤག་དང། བདེ་སྲུང་དང་ཨ་ནི་ད་ཟླ་བ་ཕུད་ཀྱི་ཁོ་རང།

དེ་དང་ད་ལས་རྒྱུ་འབྲས་རྒྱ་ཆེ་རྒྱ་ནས་རྒྱ་ཁོག་གི་ཡོད་པ་དེ་ང་ཚོ་ཚང་མས་ལས་རྒྱུ་འབྲས་ལས་སླུ་བ་ཡོད་མ་རེད་རེད་བ། སླུ་བ་མི་འདུག་ད་ང་ཚོ་སྐད་ཡོད་མ་རེད་བཀའ་ཤག་ཕྱོགས་ནས་བདེ་སྲུང་ཕྱོགས་ནས་རེད་བ། དམིགས་བསལ་ཁོ་རང་ཚོ་ད་ཅེས་སྤེན་པ་ཚེ་རིང་གིས་བས་ན་ག་དུས་ཡིན་ན་ཁ་གཅིག་ན་ནས་སྤྱི་ལེ་གཉིས་ཀྱི་སྐད་ཆ་ཅུང་བཤད་ནས་འགྲོ་འདུག་རེད་བ།

བཀའ་ཤག་གི་ཁོངས་ཡིན་པའི་སྐབས་སུ་སྤེན་པ་ཚེ་རིང་ང་ཚོ་བཀའ་ཤག་རྒྱུ་ནས་འགལ་ཡོད་མ་རེད་དེ་ང་ཚོ་སྤྱི་འཐུས་མཉམ་རྣམ་པ་ཁ་ཤས་ཀྱི་བཟོས་ཆོག་རེད་སྤྱི་འཐུས་རྣམ་པ་ཁ་ཤས་ཀྱི་བཟོས་ཆོག་ཡ་ན་དེ་ནས་དེའི་བར་དུ་ཡ་ན་བདེ་སྲུང་ལས་ཁུངས་དེ་སྤོ་རུ་ག་ཅིག་འཛུལ་ཡོང་གི་རེད་ད་ལྟ་བར་དུ་དུས་ཚོད་འཕྲོ་བརླག་ག་ཤས་བཏང་བ་རེད་ཁ་ཐོར་གྲོས་ཚོགས་ནང་ལ་བཀའ་ཤག་གིས་བལྟས་ན་དེ་ནི་ཕྱག་བྲིས་ལ་འོར་ད་ཡི་གེ་དེ་ག་ཅིག་ལས་རེད་དེའི་ནང་ལས་ཀྱི་ཞུ་བ་ཅིག་བལྟས་ན་ཀྱི་ཚོགས་གཙོ་དང་ཀྱི་ཚོགས་གཞོན་རྣམ་པས་ཀྱི་ད་འདི་བྱས་ན་མ་དེ་ལ་མ་འདི་བྱེད་རོགས་བྱས་རོགས་ཐོས་བསམ་བྱེད་རོགས་བྱས།

དེ་འདྲ་སོང་ཙང་ད་ཅི་དངོས་གནས་བྱས་ན་ང་རང་ཚོ་དངོས་གནས། བོད་རིགས་སྤུན་ཟླ་ཚང་མ་ལངས་བྱས་ནས་དངོས་གནས་ཁོ་རང་ད་དེ་བདེ་སྲུང་ཡིན་ན་རེད་བཀའ་ཤག་ཡིན་ན་རེད་དངོས་གནས་དེ་ལ་ངེས་པར་དུ་ང་ཚོས་ད་དེ་ལ། ང་ཚོས་དེ་འགྲིག་མ་སོང་ལབ་ནས་དངོས་གནས་སྐྱོན་བརྗོད་བྱེད་དགོས་དེ་གལ་ཆེན་པོ་རེད་དེ། དེ་དགོས་ཤིང་དགེ་ཞོ་སྨོན་ལམ་ཐབས་ཤེས་གཅིག་པུ་བྱས་དུ་མ་རེད་མ་འོངས་པ་ང་རང་ཚོ་སྐྱིད་སྡུག་རྣམ་པ་གཞན་དག་ལ་དེ་འདྲ་བྱས་ནས་མ་ཉེས་ཁ་གཡོག་བྱེད་མི་སྲིད་པ་མ་རེད། དེ་སོང་དེ་སོང་མི་ཡོང་བའི་ཐབས་ལ། ལོ་བ། མགོ་དང་པོ་ནས་བཀག་དགོས་རེད་ངེས།

བདེ་སྲུང་ལས་ཁུངས་ཀྱི་དག་ཡོད་ནས་མེད་ན་ཡིན་ལ་རོགས་ཐག་གཅད་བདེ་སྲུང་བཀའ་བློན་ཡིན་ལ་རྒྱ་རིགས་འགྲོ་མ་གལ་དེ་ནི། དགེ་བཤེས་མ་ལོག་ཐག་ཆོད་ཁྱོད་རྒྱ་མི་སོག་པ་དང་ཐུག་འདུག་ཟེར་ནས་ཧ་ལས་ཀྱི་དཔེར་ན་སྐལ་བཟང་ཆེན་པོ་དང་རིན་ཆེན་ལོག་ནས་གར་ཆེན་བྱས་པ་རེད། ཟླ་བ་གསུམ་གྱི་དུས་ཚོད་འཕྲོ་བརླག་གར་ཆེན་བཏང་པ་རེད། ཡིན་གྱི་མི་གཅིག་བདེ་སྲུང་ཚོ་ནི་ཉམས་ཞིབ་བྱས་ནས་སྔོན་ནས་དེ་ལ་བརྟག་དཔྱད་བཏང་ན་མ་གཏོགས་ཁོང་ཚོ་གིས་དེ་ནི། ཀྱེ། དགེ་བཤེས་མོ་ལ་ཐོན་རྗེས་རྒྱ་མི་སོ་བ་དང་ཐུག་ཡོད་པ་དང་རྒྱ་མི་སོ་བ་དང་འབྲེལ་བ་ཡོད་པ་དེ་གལ་སྲིད་ཁོང་ཚོ་གིས་བདེན་པ་དེ་འདྲ་ཤེས་ཐུག་གི་མེད་པ་ཡིན་ན་ཟླ་བ་གསུམ་ཁ་ཆེ་དུས་ཚོད་འཕྲོ་བརླག་བཏང་རེད། ཁོ་རང་ཚོ་དོགས་པ་ཟ་བདེ་བའི་སྐབས་སོ། ཁོ་རང་ཚོ་ལ་ལྟ་ཅི། ག་ལ་བར་ལྟ་ཅི། གནོན་ཤུགས་སྤྲད་ཀྱི་ཆེད་དུ་རོགས་དང་མི་མང་ལ་ཕ་མགོ་སྐོར་བཏང་ནས་མི་མང་ལ་མགོ་སྐོར་བཏང་ཡ་དེ་བས་ན་གནོན་ཤུགས་ཆེ་རུ་བཏང་ཡ་ཆེད་དུ་དང་ཐོག་རྒྱ་གར་གྱི་གསང་བའི་ལས་ཁུངས་ཀྱི་བེད་ན་འབྲེལ་བ་ཡོད་རྒྱུ་འབྲེལ་ཡོད་ཀྱི་མི་གཅིག་གིས་འོ་དེ་འདྲ་ཞིག་ལབ་གི་འདུག་ཟེར་དེ་ལབ་སོང་བ། ལྐུགས་པ་རེད་དེ་འདྲ་སྐད་ཆ་བཤད་མཁན། རྒྱ་གར་གྱི་གསང་བའི་ལས་ཁུངས་ཀྱི་དགེ་བཤེས་མོ་ལ་ཐོན་ཆེད་བེད་ན་རྒྱ་མི་སོ་བ་དང་འབྲེལ་བ་ཡོད་པ་དང་དེ་འདྲ་དོགས་ཟོན་བྱས་སོང་ན། རྒྱ་མི་སོ་བ་དེ་བེད་ན་རྒྱ་གར་ནང་སླེབས་སོང་ན་ང་ཚོ་བཙན་བྱོལ་བེད་ན་བོད་རིགས་སྤུན་ཟླ་ལྷག་པ་རྒྱ་ནག་བེད་ན་རྒྱ་གར་གཞུང་ལ་བེད་ན་འདི་ཡོད་རེད་ཉེན་ཁ་ཆེ་ཡོད་རེད། ལམ་སང་ཁོ་ར་ཁོ་བཟུང་འགྲོ་གི་རེད་དེ་ལ་ང་ཚོ་གི་དམིགས་བསལ་གྱིས། བོད་མིའི་སྒྲིག་འཛུགས་ཀྱི་དེའི་ཕྱོགས་ལ་དམིགས་བསལ་གྱིས་སྐད་རྒྱབ་རྒྱབ་དེ་བྱེད་དགོས་སྐལ་ཡོད་མ་རེད་སྐད་རྒྱབ་ཁོ་གོ་སྐབས་ཁོ་རག་མ་རེད། རྒྱ་གར་ངོས་ནས་ཁོ་རང་གསང་བའི་ལས་ཁུངས་ཀྱི་ངོས་ནས་དགེ་བཤེས་དམར་ལགས་ཐོན་རྗེས་རྒྱ་མི་སོ་བ་དང་འབྲེལ་བ་ཡོད་པ་རྒྱ་མི་སོ་བ་དང་གཅིག་དམིགས་བསལ་ཐུགས་ཡག་གི་དེ་འདྲ་འདྲ་བོ་ཞིག་དཔེར་ན་དོག་པ་བསགས་བས་ན་འགྲོ་བ། ང་ཚོ་བཙན་བྱོལ་གཞུང་ལ་ག་ཅིག་ལས་ཀྱི་རེད་ཁྱོད་ཚོ་མི་དེ་འདྲ་འདྲ་བྱ་ཁྱོད་ཚོ། ཁོང་ཚོ་རྒྱ་ཁབ་ནང་ལ་ང་ཚོ་བསྡད་ཡོད་ར། རྒྱ་མི་སོ་བ་དང་ཐུགས་བྱས་ནས་རྒྱ་མི་སོ་བ་དང་འབྲེལ་བ་བྱས་ན་ཁོ་རང་ཚོ་རྒྱ་ཁབ་ལ།

རོ་བ། དེ་རྩ་བ་གཉིས་ནི་ཁོ་རང་འགྲིག་གི་ཡོད་མ་རེད་དེ་འདྲས་བྱས་ན། སྤེན་པ་ཚེ་རིང་གིས་ཀ་ནས་ག་རེ་བཤད་དགོས་དེ་མེད་ང་ཚོ་གྲོས་ཚོགས་ཚོགས་ས་འདི་འཇིག་སྐུལ་བྱེད་ས་མ་རེད། འཇིག་སྐུལ་བྱེད་ས་མེད་ན། ཟླ་བ་ཕུད་ཅིག་གིས་ཁྱོད་ཀག་ཏོག་གག་གསུམ་དུ་འགྲོ་ནས་རྒྱ་མི་སོ་བ་དང་ཐུག་ཡིན་པ། ག་རེ་ཟེར་ནས་དེ་འཇིག་སྐུལ་བྱེད་པ་མེད་ན་ག་རེ། དེ་དྲང་པོ་རྩ་བ་ཉིད་ནས་བྱས་མ་སོང་དེ་སོང་ཙང་ང་ཚོ་བོད་རིགས་སྤུན་ཟླ་དངོས་གནས་ཁོ་ར་ཅིག་དངོས་གནས་ཁོ་ར་བདེན་པ་དོན་འདྲ་དྲང་པོ་དྲང་རྒྱ་སྐྱབས་མགོན་རིན་པོ་ཆེ་གི་ཅེས་བཀའ་དཔེ་ན་རོ་བ། ཇི་ལྟ་བ་བཞིན་དུ་བོད་འདི་སྒྲུབ་ཉེས་ཡིན་ན་དེ་ལ་ངེས་པར་དུ་ང་ཚོ་གི་བོད་ནས་སྐད་རྒྱབ་བྱས་ནས་དངོས་གནས་ཁོ་ར་ད་ཅི་བོད་མི་སྒྲིག་འཛུག་གི་དྲང་པོ་བྱས་མ་སོང་ལབ་ན་འགྲིག་གོ་རེད་བདེན་སྲུང་བཅོས་ན་དྲང་པོ་བྱས་མ་སོང་བཀའ་ཤག་གི་བཅོས་ན་དྲང་པོ་བྱས་མ་སོང་ང་ཚོ་དེ་ལ་སྐད་རྒྱག་དགོས་ར་མ་གཏོགས།

གནང་བ་དེ་ལ་ང་རང་ཚོས་གོ་སྐབས་དེ་བརྩི་བཀུར་དང་ལྡན་པའི་སྒོ་ནས་དངོས་གནས་ཁོ་རང་འགྲོ་ཡས་ཡིན་ན་རེ་བ། ངེས་པར་དུ་དེ་ལ་བསམ་བློ་བཏང་བྱས་ནས་དངོས་གནས་དགེ་བཤེས་སྤོམ་ལགས་ཐམས་ཅད་ལ་དགོངས་དག་ཐུགས་འདུན་ཞུ་དགོས་རེད་མ་གཏོགས། ད་ག་མ་ག་བས་ན་དགེ་བའི་བཤེས་གཉེན་སངས་རྒྱས་ཀྱི་རྣམ་གསང་རྣམ་གཉིས་བྱས་ནས་རྒྱ་མི་གསོད་པ་རེད་བསམ་དུས་ཧ་ལས་ཀྱི་བས་ན་རྒྱ་ཁབ་ལ་དགྲ་རྒྱ་གཉིས་ཀྱི་དེ་འདྲ་ཅིག་དོགས་པ་བྱས་ནས་བས་ན་མ་ཉེས་ཁ་ཡོག་བྱས་པ་དེ་ལ། ཟླ་བ་གསུམ་ཙམ་གྱི་བར་ན་དུས་ཚོད་འཕྲོ་བརླག་དང། གྲོས་ཚོགས་འཚོགས་ཡས་དུ་མ་འཚོགས། སྤེན་པ་ཚེ་རིང་ཁོ་རང་ཕྱིའི་རྒྱལ་ཁབ་ཕྱོགས་བཞི་སམ་བརྒྱད་ལ་འཆམ་འཆམ་འགྲོ། ད་ཡར་ཚེ་རིང་དངོས་གནས་ཁོ་རང་ཕྱིའི་རྒྱལ་ཁབ་ཀྱི་དཔོན་པོ་དེ་ཚོ་ཐུག་བྱས་ནས་ཁོ་གིས། ཞུ་བོད་གཅིག་གི་བྱས་རྗེས་བཞག་ཞུ་བོད་གཅིག་གི་འཇོན་ཡོད་པས་ན། ད་ད་ལྟ་ང་ཚོ་སྡེ་དགེའི་ནང་དུ་ང་རང་ཚོ་བོད་རིགས་སྤུན་ཟླ་དེ་ཚོས་བསམ་མོ། རོ། ཁྱིམ་དང་ནང་ཚང་མ་གཏོར་ཡོད་དེ་ནས་ལྷ་ཁང་དགོན་པ་དེ་ཚོ་ཚང་མ་དང་བླ་མ་གྲྭ་བ་ག་ཚད་ཅིག་གིས་ད་ཅིག་བཤུམ་གི་འདུག་ག་ཚད་ཅིག་སྔོན་ནས་འདི་བྱེད་ཀྱི་འདུག་ལོ་བ། ད་དེ་ཚོ་ལ་ཁོས་གི་བོད་ནས་ཕྱིར་རྒྱ་གར་དགོས་དཔོན་པོ་ཆེན་པོ་ཇུ་བོད་ཀྱི་ཐུགས་བཞེད་ནས། བཙན་བྱོལ་བོད་མི་སྒྲིག་འཛུགས་ཀྱི་དཔེ་ཆ་ཕྲ་མོ་འགྲོ་སོང་དང་ཤིན་ཅོ་ད་དེ་ཚོ་ལབ་དང་རོགས་པ་བྱེད་རོགས་བྱེད་ལབ་ད། རྒྱ་མི་གི་བོད་ནང་ད་གཏོར་བཤིག་མ་བཏང་ཡང་ཐབས་ཤེས་བཏང་རོགས་བྱེད། ད་ང་ཚོ་བོད་ནང་དུ་ཡོད་པའི་བོད་རིགས་སྤུན་ཟླ་དེ་ཚོ་ལ་ད་སྔོན་ནས་རྒྱབ་སྐྱོར་བྱེད་རོགས་བྱེད།

དབུ་གཙང་གི་སྐྱིད་སྡུག་མཐའ་མ་ཚང་མ་ལ་ཞུ་གི་མེད། དེའི་ནང་ནས་དབུ་གཙང་གི་སྐྱིད་སྡུག་ཁ་ཤས་འདུ་བ། འོ་དེ་ཚོ་ཚང་མ། དཔུང་སྒྲིག་བྱས་ནས་སྐྱོན་འཛུགས་དགོས་ར་བ། ང་ཚོ་གི་དངོས་གནས་ཁོ་རང་དག་ཅིག་དགེ་བའི་བཤེས་གཉེན་ཁྱོད་རང་ཚོ་དག་ཅིག་དགེ་བའི་བཤེས་གཉེན་ལ་ཉན་དོན་ནི། ཧ་གོ་གི་མ་རེད་ཁྱོད་ཚོ་གུས་ཞབས་བརྩི་དགོས་ཡོད་མ་རེད། ཁྱོད་ཚོ་གི་སངས་རྒྱས་ཀྱི་ནམ་མཚར་ནམ་འཇོག། དངོས་གནས་ཁོ་རང་སངས་རྒྱས་ཀྱི་བསྟན་པ་འཛིན་ཉིན་དེ་རྩ་ཆེན་པོ་ག་ཚད་ཡིན་མེད་ཁོང་རྣམ་པ་ལ་བོད་ནང་མཐོང་ག་ཚད་ཡོད་མེད་དེ་ཁྱོད་ཚོས་ཧ་གོ་གི་མ་རེད།

སོ་སོའི་རྒྱལ་ཁབ་ལ་དགྲ་རྒྱག་ཉེས་དང་དཔེར་ན་འབྲེལ་བ་ཡོད་རེད། དང་དགྲ་བྱས་ནས་ཁྱོད་ཚོ་གི་ནག་ཉེས་པ་བྱེད་ཆོག་ཅིག་རོགས། དེའི་ལས་རྒྱུ་འབྲས་ཀྱི་གནའ་མི་གི་འབྲས་བུ་དེ་ཁྱོད་རང་ཚོ། མིག་བཙུམ་པའི་སྐབས་སུ། རྒྱལ་ཆ་རྒྱ་ནས་རྒྱག་གནའ་མི་འཁོར་བ་དེ་ངས་ངེས་པར་དུ་གོ་རེ་རྒྱལ་ཆ་རྒྱ་ནས་རྒྱག་ཤེས་ཐུབ་ཡོད་རོགས། འོ་ད་འདྲི་སོང་ད། འོ་ད་བདེ་སྲུང་ལས་ཁུངས་ཡིན་ན་རེད་དངོས་གནས་ཁོ་རང་ད་བོད་མིའི་སྒྲིག་འཛུགས་ཡིན་ན་རེད་དེ་ནས་ད་ཅི་འདྲི། ཟླ་བ་ཕུད་རྒྱུ་དང་དཔེར་ན་དེའི་ནང་ནས་ད་ཡོད་པའི་སྤྱི་བཏང་ཁོ་རང། ང་རང་ཚོ་དངོས་གནས། བོད་པའི་སྤྱི་ཚོགས་ནང་ལ་དཔེར་ན་དེར་དགེ་བཤེས་སྨོན་ལམ་ཐང་ཆེན་ལ་ད་ཅི་དགའ་སྤྲོའི་ཅི། ད་ཅི་རྒྱ་མི་སོག་བ་རའི་ལག་གཉན་དང་དོགས་ཟོན་བྱེད་ཉེས་དང་ཕེས་སྤུག་ནང་ལ་གང་བྱུང་མང་བྱུང་གི་བེད་ཆེན་བྲིས་ཉེས་བྱུང་ར་དེ་ཚོ་ཚང་མ་ཁྱོད་རང་ཚོ་མིག་བཙུམ་པའི་སྐབས་ཚོ་ལས་རྒྱུ་འབྲས་ཀྱི་དངོས་གནས་ཁོ་ར་ཁྲིམས་བྱུང་ར་དེ་ལས་ངོས་ཀྱུ་ཐར་ས་མ་རེད་ངས་རྩ་བ་ཉིད་ནས་ཁོ་ར་ཐར་ས་ཡོད་མ་རེད་ངས་ལབ་ཡས་ཡིན་ད་དངོས་གནས་ལབ་ཡས་ཡིན། ཨོ་ད་དེ་འདྲས་བྱས་དེ་སོང་ད་ང་ཧ་ལས་ཀྱི་དངོས་གནས་ཁོ་ར་ད་བློ་ཕམ་ཆེན་པོ་བྱུང་དངོས་གནས་བློ་ཕམ་ཆེན་པོ་བྱུང།

ཁོང་ཚོ་ཁོ་རང་ཚོ་བོད་ན་ནག་ཉེས་པ་ཡོད་རེད་བ། ནག་ཉེས་པ་ཡོད་ཅེས་ནས་བོད་ན་ད་ག་བོད་ན་ཚིག་བརྩམས་ཆོས་སྒོ་ནས་ནང་པ་ཡག་ད་ད་ས་ཤུལ་དུས་ད། ང་ཚོས་བོད་ན་དེ་འདྲ་བྱས། ཀྱེ་མ་གྲོ་སོ་ནག་ལ་འདི་ནི། བདེ་སྲུང་གི་ཆོས་ན་བཀའ་རྒྱ་རེད་ཟེར་ན་འདི། ཡི་གེ་བོད་ན་བོད་ན་ཚིག་འབྲུ་ཙམ་གྱི་གོ་ན་ང་ཚོ་ཁས་ལེན་ད་རྩ་བ་གཉིས་ལུགས་ཁོ་ར་མེད་ཟེར་ལ་ནི། ངོ་ནས་བྱས་ན་ང་ཚོ་གི་ད་འོས་ཤོག་བླུག་ནས་འདི་བྱས་དགོས་ཀྱི་ཡོད་རེད།

བོད་རིགས་སྤུན་ཟླ་ཚང་མས་སྐུ་ཡི་སྐུ་མཚམས་དང་གསུང་གི་གསུང་མཚམས་ལ་གུས་ཞབས་དང་བརྩི་བཀུར། མ་ཉེས་ཁ་གཡོག་མ་བགྱིས་པའི་ཐབས། རོལ་བ། ཧོ། དེང་གི་དཔེར་ན་ང་ཚོ་ལྟར་ཆེས་མགོ་དཀའ་ཡག་གི་ཆེད་དུ། ད་ལན་དཔེར་ན་དགེ་བཤེས་སྨོན་ལམ་ཐར་རྒྱས་ལ་མེད་ན་མ་ཉེས་ཁ་གཡོག་བྱས་ནས་རྒྱ་མི་གསོ་བ་དང། འབྲེལ་བ་ཡོད་རབས། རྒྱ་མི་གསོ་བ་དང་ཐུག་ཡོད་རབས། ཧོ། དེ་འདྲ་བྱས་ནས་མགོ་རང་གཅུན་ནས་རྩ་བ་སྙིང་ནས་འཁོར་རམ། བདེན་པ་རོ་བྲོ་དཔང་རྟགས་ཆོས་ནི་མེད་པའི་སྐབས་དེར་དེ་འདྲ་བཤད་པ་དེ་ལ་ངེས་པར་དུ་ཉེས་པ་བཏང་དགོས་རེད་ལབ་དགོས་ཀྱི་རྒྱུ་མཚན་དེ་ང་ཚོ་དེ་ལ་ངེས་པར་དུ་ང་ཚོས་ཁོའི་དགོངས་དག་ཐོས་ཏེ་ཞུ་དགོས་ར་ལག་གི་རྒྱུ་མཚན་ནི་ག་ལ་དོགས། མ་འོངས་པར་ང་རང་ཚོ་དངོས་རེ་ཁོ་རང་ཅིག་སྤྱི་འཐུས་གྲོས་ཚོགས་ནང་ལ་མ་ཡོང་པའི་ཐབས་རོ་མ་ཡོང་པའི་སྒོ་གང་ཡག་གིས་ཕྱེ་འདོད་རེད། དེ་མེད་ན་མ་འོངས་པར་འབྱུང་མི་སྲིད་པ་ཁས་མ་ར་བ། སོ་སོ་བས་ན་དགའ་མ་དགའ་འགྲོ་བ་ཆགས་སོང་ཟེར་ན་འོ་ཁོ་ག་ལ་ཁས་མ་ཁོས་ང་ག་ལ་ནི་ལབ་ཐུབ་གི་མ་རེད་ངས་ཁོ་ལ་ཚིག་ནག་པོ་ཅིག་ལབ་ཤོག་ཤོག་ག་སོང་གི་མ་འོ་ཁྱོད་རྒྱ་མི་སོ་བ་ཡིན་པ་ཁྱོད་རྒྱ་མི་གཅིག་ཡིན་པ་གཉིས་ཡིན་པ་ལབ་སོང་ན་རོ།

དེ་ད་ག་མ་ག་མ་རེད། ཧ་ལས་ཀྱི་ནག་ཆེན་པོ་རེད། དེ་ཡང་སངས་རྒྱས་ཀྱི་ནམ་ཚ་རྣམས་ཀྱི་དགེ་བའི་བཤེས་གཉེན། ང་རང་ཚོ་ནང་པ་སངས་རྒྱས་ཀྱི་ཡིན་པའི་ཆ་ནས་དངོས་གནས་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་ཉིད་སྐྱབས་ཡུལ་གྱི་ཆ་བོ་རེད་འཕགས་པའི་དགེ་འདུན་ལ་ཉིད་དང་ང་ཚོ་སྐྱབས་སུ་འགྲོ་བའི་གནས་གཅིག་རེད། དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་བ་ན་དཀོན་མཆོག་གསུམ་གྱི་བསླབ་བྱ་དེ་ང་ཚོས་རྗེས་སུ་འཛུན་དགོས་ཀྱི་རེད་ང་ཚོས་རྗེས་སུ་བཟུང་དགོས་ཀྱི་རེད། སངས་རྒྱས་དཀོན་མཆོག་ལ་སྐྱབས་སུ་སོང་རྗེས་ནས་སངས་རྒྱས་ལ་ནི་སྐྱབས་སོང་བ་ནང་དུ་ལྷ་རྣམས་གཞན་དག་ལ་སྐྱབས་སོང་བ་ནི་མི་འགྱུར་བར་དམ་པའི་ཆོས་ལ་སྐྱབས་སོང་བ་ཚད་ཀྱིས་ནོན་པའི་སེམས་དང་འདྲ། དགེ་འདུན་ལ་ནི་སྐྱབས་སོང་བ་མུ་ཏིག་ཅན་ལ་ཕྱོགས་མི་འགྱུར་ལ་དུ་དངོས་གནས་ཁོ་རང་གིས་ང་ཚོ་འཕགས་པའི་དགེ་འདུན་ལ་དེ་འདྲའི་བྱས་ན་ང་ཚོ་གིས་གུས་ཞབས་དང་བརྩི་བཀུར་བྱེད་དགོས་ཀྱི་ཡོད་རེད། ད་ང་ཚོ་ངོ་རེ་ཁོ་ར་བོད་པའི་གི་ད་སྤྱི་ཚོགས་ལ་ཁོ་ར་ད་བཙན་བྱོལ་གཞུང་ལ་ཁོ་ར་ད་བོད་མི་སྒྲིག་འཛུགས་ནང་གི་ང་ཚོ་འཕགས་པའི་དགེ་འདུན་གི་ནང་ཚོགས་རྣམས་ཉིད་ལ་ད་ཁོ་གུ་ཞབས་ད་བརྩི་བཀུར་བྱེད་ཅང་ད་མཐོང་བྱེད་དང་དེ་འདྲའི་དང་མཐོང་དེ་འདྲའི་ཆུ་མ་ཏོ་ཡོད་མ་རེད་བས། རྒྱ་མི་སོ་བ་གི་བས་ན་ཅིག་མཐོང་ཤག་ས། རྒྱ་མི་སོ་བ་གི་བས་ན་ཏིག་དོགས་ཟོན་བྱེད་ས། དེ་ཚོ་ང་ཚོ་འཕགས་པའི་དགེ་འདུན་ཆགས་ཏེ་ཡོད་རྒྱུ་རེད། དངོས་གནས་ཁོ་རང་རྒྱ་མི་སོག་པ་དང་འབྲེལ་བ་ཡོད་ཀྱོང་གི་སྐད་ཆ་བཤད་ནས་ད་ལྟ་རྒྱ་ནག་གི་བེ་ན་ཅིག་ཆ་ཤས་ཆགས་བསྡད་པའི་བེ་དེ་ང་དང། དེ་སྐད་གསང་མཐོན་པོའི་སྒོ་ནས་བཤད་ད་རྒྱ་བོ་རོན་པོ་ཆེ་ཡང་སྲིད་བེ་ན་རྒྱ་ནག་ལ་བེ་ན་ཅིག་ངོ་འཛིན་བྱེད་གི་བེ་ན་གོ་གོབ་རག་གི་འདོག་འདོག་དང་ཤེས་ཡ་དེ་འདྲ་བྱེད་ན་དངོས་གནས་ཁོ་རང་ད་རྒྱ་ལ་དགའ་དགོ་ཡག་གི་སྐད་ཆ་བཤད་ན་དངོས་གནས་ཁོ་རང་སེམས་དེ་ལ་བེ་ན་ད་དོགས་ཟོན་བྱེད་དགོས་ཡོད་ལས་འགུལ་སྤེལ་ཉེ་གི་མི་དེ་ལ་ཚིག་གཅིག་ཡང་མ་ལབ་དང་དུ་དེའི་རྒྱབ་ལ་ལངས་བྱས་ནས་ང་ཚོ་གི་ག་ཟེར་ཀྱོང་རོན་པོ་ཤི་བོ་ཅིག་སྲིད་སྐྱོང་ལ

བདེན་པ་དང་དྲང་པོའི་ཐོག་ནས་དངོས་གནས་ཁོ་རང་ཁྲིམས་དང་སྒྲིག་གཞུང་གོང་དུ་བཀུར་བྱས་ནས་དེ་ལ་དགོངས་དག་ཐུགས་འཐུན་ཞུ་ཡ་དང། འོ་དེའི་ཐོག་ལ་རྒྱབ་སྐྱོར་བྱེད་མྱི་སྐར་མ་ལྔ་བཅུ་སྤུ་སྐྱེས་མི་འདུག་སྤུ་ཙམ་གྱི་མི་འདུག་ཚང་མ་ཁ་བཙུམ་བསྡད་ནས། དངོས་གནས་ཀྱི་འདས་ཁོ་ཚོ་ཚང་མ་ཡར་ལངས་དགོས་རེད་འགྲིག་མེད་ལབ་བདའ་སྟེ། བདེ་སྲུང་གི་ཚིག་སྐམ་པོ་ཙམ་གྱི་སྒོ་ནས་འགྲིག་གི་མེད་ཟེར་ལས་སླ་བོ་དེ་འདྲ་ག་བ་ཡོད་རེད། མི་གཅིག་ལ་དཔེར་ན་རྒྱ་མིས་སོ་བ་དང་དོགས་ཟོན་བྱས་ནས། རྒྱ་ཁབ་དགྲ་རྒྱ་མྱི་དེ་དང་དཔེར་ན་དོགས་པ་ཡོད་མདོག་མདོག་བྱས་ནས་སྐད་ཆ་བཤད། དེ་ལ་ད་དུང་གནོན་ཤུགས་སྤྲད་ནས།

པི་གོ་ཡེ་གིས་ཁོང་རྣམ་པའི་ཕྱག་ལས་གསར་བ་གཉེར་ནས་དེ་འདྲའི་སེམས་རྩ་བ་ཉིད་སྣང་ཡོད་མ་རེད་ང་རང་ཚོ་ངོ་ནས་བོད་མི་རིགས་ཀྱི་སེམས་ལ་དཔེར་ན་རྨ་ཁ་བཟོ་ཡ་དང་སྤེན་པ་ཚེ་རོ་ཁོ་རང་གིས་དཔེར་ན་ཁ་ངན་སྐྱག་ངན་དཔེར་ན་སྐྱག་ཁ་ནང་ཞིག་དཔེར་ན་ཁ་དེ་ནས་ཕྱོགས་ཀྱི་སམ་རྒྱལ་ལ་དཔེར་ན་གཏམ་ངན་བཤད་ནས་འགྲོ་བསྡད་པ་ནང་ཞིག་གིས་ང་རང་ཚོ་དཔེར་ན་ཕྱི་ཕྱོགས་ཀྱི་སྤྱི་འཐུས་རྣམ་པས་དེ་འདྲའི་རྩ་བ་ཉིད་སྣང་ཡོད་མ་རེད་སྤེན་པ་ཚེ་རོ་ཁོ་རང་གིས་བཤད་སྟངས་མ་འགྲིག་བསམ་བློ་བཏང་ཡིན་ཆོག་བསམ་བློ་ཆུད་ནས་མ་བཏང་ནས་རོ་བ། ཁོ་རང་གཅིག་པུ་གིས་མི་གཅིག་དབང་ཚད་ཁོ་རང་མ་གཏོགས་དཔེར་ན་མི་མེད་མདོག་མདོག་ཅན་མིག་བཙུམ་ནས་སྐད་ཆ་རྐྱང་བཤད་བསྡད་པའི་སྐབས་སོ

གྲོས་ཚོགས་ནང་ལ་ཁེལ་བྱུང་ང་ཚོ་གི་གྲོས་ཚོགས་ཚོགས་ཚང་ང་ཚོ་བཙན་བྱོལ་བོད་གཞུང་བོད་མིའི་སྒྲིག་འཛུགས་ལ་ཉེ་དེ་ལ་ཁྲིམས་དང་སྒྲིག་གཞི་ལ་ཉེ་དེ་སྐར་མ་སྔ་ཕྱི་མེད་པ་ཅིག་རོགས་དེ་ཡང་མི་ཁ་ཤས་ཀི་བེད་ན་སོ་སོ་ཀི་བེད་ན་ཁྱིམ་ཚང་ནང་ཞིག་བེད་ན་འཇུས་བསྡད་པ་དེ་ང་ཚོ་མིག་གསལ་པོ་མཐོང་གི་ཡོད་རེད་ད་ཅོག་རིན་པོ་མཐོང་གི་ཡོད་རེད། རྒྱལ་བ་རིན་པོ་ཆེ་མཚན་བེད་སྤྱོད་བཏང་ཡ་མ་གཏོགས་རྒྱལ་བ་རིན་པོ་བཀའ་དང་དགོངས་པ་ཇི་ལྟ་བ་བཞིན་དུ་སྒྲུབ་ཉེན་རྒྱལ་བ་རིན་པོ་ཆེ་བ་སྤྱི་སོ་བཀའ་སྒྲུབ་བྱེད་ཉིན་ཁྲིམས་ལྟར་སྒྲིག་གཞི་གོང་དུ་བཀུར་ནས་འགྲོ་དགོས་ཀྱི་རེད། ཁྲིམས་ལྟར་སྒྲིག་གཞི་གོང་དུ་བཀུར་འགྲོ་བས་ན་འགྲོ་བའི་དབང་དུ་བྱས་པས་ན་དགེ་བཤེས་སྨོན་ལམ་ཐང་ཆེན་ལ་ད་ག་ཟེར་བས་ན་ནམ་མཁའ་ཡང་དག་ས་གཞི་དུས་དག་ཆགས་སོགས་ལ་ནི་ཚིག་སྐམ་པོ་རྩ་འཇུག་ག་ནས་འགྲིག་ཡོད་མ་རེད། དེ་ལ་ངེས་པར་དུ་སྔོན་ནས་ཁོ་ལ་འདི་བྱེད་དགོས་ཀྱི་རེད། ནག་ཉེས་པ་སུ་ལ་ཡོད་ན་དེ་ལ་ཉེས་པ་བཏང་དགོས་ཀྱི་རེད། ང་ཚོས་ཉེས་པ་བཏང་ཡོད་མ་ང་ཚོ་གི་དཔེར་ན་ག་རེད་དེ་ནས་ཁྲིམས་ཁང་དེ་ག་རེད་གང་ཡང་ཕན་ཐོགས་ཆོག་མེད་ན། ཨེ་འཕྲིན་བུ་གཉིས་དེ་ལས་ད་ཅིའི་འཕྲིན་བུ་རྫུན་པ་དེ་ཚོ་ད་ཐང་ད་དངོས་ནས་འཕྲིན་བུ་ཡང་དག་པ་གི་ཡོད་མ་རེད། དེ་ཚོ་ལ་བོད་ནང་ལོག་དང་ལོ་ད་བ་དང་ད་བ་དཔེ་ཆ་ཁ་ཅིག་འཁྲིད་འདུག་ཁོང་ཚོ་བོད་མིའི་སྒྲིག་འཛུགས་ལ་ཉེ་དུ་བཙན་བྱོལ་གཞུང་ལ་ཉེ་དུ་བོད་ནང་འཕྲིན་དང་ལུགས་གང་ཡིན་མེད་པ་ཡིན་ན་འཕྲིན་པ་ཁ་ཅིག་གོ་རེད། ད་ག་མ་ག་ད་ཅིག་ཁོ་རང་ཚོ་གི་འབྲེལ་བ་ཡོད་ཅོག་གི་མེད་ཁོ་རང་ཚོ་ལ་ཅིག་ཡོད་ཅོག་གི་མེད་ཚོ་ཚོ་ནག་ཉེས་པ་ག་རེ་བྱས་ན་འགྲིག་གི་ཡོད་པ་ནང་བཞིན་དེ་ལ་ག་ལས་སླ་བོ་དངོས་ནས་ཅིག་ཁོ་རང་ཚོ་ལ་མ་ག་ཉེས་དེ་ཚོ་གི་མེད་ཅིག་གི་རྟོགས་སེ་ཅིག་དེ་ཕྱི་རུ་བ་ཞུ་བོ་ཅིག་གི་མེད་ན་དངོས་ནས་ཁོ་རང་ཅིག་ག་འདྲོད་མེད་ན་ད་ཅོ་ནས་བསྟན་པ་ཡུ་ཤི་དགོས་ཅིག་བྱས་པ་ནང་བཞིན་གི་བ་ནས་སྐད་རྒྱབ་བྱས་ནས་འོ་དེ་འདྲ་རྐྱང་བྱས་ནས་ད་ང་ཚོ་བཙན་བྱོལ་བོད་གཞུང་འདི་ད་བོད་མི་སྒྲིག་འཛུགས་གི་ད་ལས་འགུལ་དེ་འདྲ་ཅིག་སྤེལ་ནས་འགྲོ་སྡིང་གི་ཡོད་པ་དེ་གསལ་བོ་ཞིག་ཆགས་འདི་འོ་ད།

ངེས་པར་དུ་དངོས་གནས་ང་ཚོ་བདེན་པ་བདེན་རྐྱང་དྲང་པོ་དྲང་རྐྱང་བྱེད། སྤྱི་འཐུས་རྣམ་པ་ཚོས་སོ་ཕྱག་ལས་གནང་བདེ་བོའི་སྐབས་སུ་གཅིག་པོ་ང་ཚོ་གི་སྤྱི་ནས་བཀུར་ཡི་བཀུར་ཐོབ་གསུང་གི་གསུང་ཐོབ་མ་ཡིན་པར། ཁོང་རྣམ་པ་ལ་མ་ཉེས་ཁ་གཡོག་བྱེད་པའི་སྐབས་སུ། ནག་ཉེས་པ་མེད་བྱུང་དང་དཔེར་ན་མ་ཉེས་ཁ་གཡོག་བྱེད་པའི་སྐབས་སུ་ཚང་མས་ལངས་རྒྱབ་སྐྱོར་བྱེད། ལོ་བ། མ་ཉེས་ཁ་གཡོག་བྱེད་ཡིན་ལ་དངོས་གནས་སྐྱོན་བརྗོད་བྱེད། དེ་ལ་དངོས་གནས་ཉེས་པ་བཏང་ཡང་དེ་ལ་ག་རེ་བྱེད་དགོས་འདུག་དེ་བྱེད་དགོས་དེ་གལ་ཆེན་པོ་རེད། དེ་ངེས་པར་དུ་བྱེད་དགོས་རེད། དེ་མ་བྱས་པ་ན་ང་རང་ཚོ་ཁྲིམས་དང་སྒྲིག་གཞི་གོང་དུ་བཀུར་ནས་འགྲོ་ཡ་ཁོ་ན་ཡོད་མ་རེད། མ་འོངས་པ་ང་ཚོ་གི་སྤྱི་འཐུས་དཔལ་ནཱ་ད་དགེ་བཤེས་སྨོན་ལམ་ཐར་གཅིག་ཆུ་བོ་མ་རེད་སྤྱི་འཐུས་ཀྱི་ད་ནང་དཔལ་ནཱ་བྲང་གི་ཐོག་ལས་བཞི་བཅུ་ཕྱེད་ལྔ་ཡོད་རོགས། ཁོང་རྣམ་པ་ང་ཚོས་སྲུང་སྐྱོབ་ག་འདྲས་བྱེད་དགོས་རེད། ཁོང་རྣམས་པ་ལ་མ་ཉེས་ཁ་ཡོད་ཅེས་ཁོང་རྣམས་ལ་ད་ག་ཟག་དཔེར་ན། ཚེ་འདི་གཉའ་ཁྲག་ཐུག་ཙམ་དཔེར་ན་ད་ག་ཟག། དགོས་པ་རྒྱུ་མཚན་ཁྱོད་ནས་མེད་པའི་སྒོ་ནས་དེ་ནི་ཅི། དེ་ལ་དཔེར་ན་ཚེ། མི་ངན་བཟོ་ཡས་དང་རོ། ཁོང་རྣམས་པ་ལ། མ་ཉེས་ཁ་ཡོད་བྱས་པ་ཡིན་ན། དེ་ང་ཚོ་སྒོ་གང་དྲི་ཅིང་བཀག་དགོས་རེད། སྒོ་གང་དྲི་ཅིང་བཀག་དགོས་རེད། ད་ཉེ་རིང་ཆགས་སྡང། འགྲོ་བ། ཆོ་ག་དང་དཔེར་ན་གཅིག། ལུང་ཚན་གྱི་ཞེན་ཁོག་ཐོག་ནས་བཀག་ཡོད་ན་བཀག་ཐུབ་ཀྱི་རེད་རྗེས་མ་ཡང། འུ་ཚང་གི་སྤྱི་འཐུས་ཡིན་ན་རེད་མདོ་སྨད་ཀྱི་སྤྱི་འཐུས་གཅིག་ལ་ཡང་ཀྱེ། རྒྱ་མི་གསོ་བ་དང་འབྲེལ་བ་ཡོད་རེད་རྒྱ་མི་གསོ་བ་རེད་ལབ་པ་ཡིན་ན། དེའི་ཁོ་ཚོ་གཅིག་རྒྱ་གར་བ་དགྲ་རྒྱ་གཉིས་ཡིན་པ། ད་དེའི་ཁོ་ཚོ་ཧ་ལས་ཀྱི་དཔེར་ན་ནག་ཉེས་པོ་ཆེན་པོ་ཞུ་རུ་ཅིག་ཡོད་རབས།

སྤེན་པ་ཚེ་རིང་ཁྱོད་རང་ཞི་བུ་གཅིག་གི་བར་ནས་འཇིངས་པ་སྦོམ་པོ་འགྲོ་བ་བྱས་ནས་ཁྱོད་ཞི་བུ་གཅིག་ཡར་འགྲོ་མར་འགྲོ། འཆར་གཞི་བཏིང་བསྡད་པ་མ་གཏོགས་ཁྱོད་ཀྱིས་འཆར་གཞི་བཏིང་པ་དེ། ཁྱོད་ཀྱིས་མི་མང་ལ་ད་ག་ཟམ་མིག་ལྟོས་བྱེད་ཡ་གྱི་མ་གཏོགས། ཁྱོད་དངོས་གནས་ཁོ་ར་དགོངས་ནས་ཞེ་སྡིགས་ནས་ཁྱོད། བོད་རིགས་སྤུན་ཟླ་ལ་དངོས་གནས་ཁོ་ར་ཅིག་ཤ་ཞེན་ཡོད་པ་ཅིག་དང། བོད་མི་རིགས་ཀྱི་ངོ་ནས་བདེན་མཐའ་གསལ་ཡ་གི་ཁྱོད། ཁྱོད་ལས་འགུལ་སྤེལ་ཡ་གི་རོ། དེ་བས་ན་དེ་འདྲ་ཀུན་སློང་ཡོད་ཉིད་ཀྱི་མི་ཅིག་ཡིན་པ་དེ་ངས་རྩ་བ་ཉིད་ནས་ཁོ་ར་ཁྱོད་ལ་ངོ་ལེན་བྱེད་ཀྱི་མེད་ད།

རྐྱ་ལག་ག་ཚད་ཡོད་པད་ཤག་ག་ཚད་ཡོད་རྒྱུ་ནོར་ལོངས་སྤྱོད་ག་ཚད་ཡོད་རྒྱུ་ནོར་ལོངས་སྤྱོད་མེད་ན་ག་རེ་ཆུ་མཛོད་སྤྲད་ཡོད་པས། ཕྱི་རྒྱལ་ཁབ་ཀྱི་འགྲོ་སྟངས་བྱེད་དགོས་ན་ཕྱི་རྒྱལ་ཁབ་ཀྱི་འགྲོ་སྟངས་ནང་བཞིན་ང་ཚོ་གི་བཙན་བྱོལ་བོད་གཞུང་ལ་དེ་ནང་བཞིན་གྱི་ནུས་པ་ཡོད་ཆུ་མཛོད་ནུས་པ་ཡོད་པས་སོ་སོ་པ་པ་པེ་ལ་སྦ་ར་ཟེར་བསྡད་ཀྱི་ཡོད་ང་རང་ཚོ་སྦ་ར་ཟེར་བསྡད་དགོས་ཕྱི་རྒྱལ་ཁབ་ལ་རོགས་པ་བྱེད་རོགས་བྱེད་ཟེར་ནས།

ཕྱིའི་རྒྱ་གར་གྱི་བོད་ནང་སྤྱིའི་ཁར་ང་ཚོས་སྤྱིའི་ཁ་ལོ་ད་རྒྱུ་ནོར་ལོངས་སྤྱོད་ལས་དེ་ཚོ་ཚང་པ་གྲངས་བཤེར་བྱས་ལ། གསེར་དང་དངུལ་དང་མོ་ཏྲ་དང་ཁང་པ་དང་ག་རེ་ཡོད་པ་རྣམས་གཞུང་ལ་འཕྲལ་རྒྱག་དགོས་པ་རེད། དེ་ལ་ཕེབས་མོ་ཀུན་ཤི་ཏོ་ཡ་ལགས་རེད། སོ་སོ་ལ Property ག་རེ་ཡོད་པ་ནས་དཔེ་ཆ་ག་རེ་ཡོད་པ་ནས་དཔེ་ཆ་ཡིན་ན་རེད་རྒྱུ་ནོར་ལོངས་སྤྱོད་ཡིན་ན་རེད།

མོ་དགོས་གསོལ་གྱི་དཔེར་ན་ལས་འགུལ་དཔེར་ན། ལས་འགུལ་གསར་བ་དང་ནི་དཔེའི་དགོས་ཡ་བྱས་ཏེ་ཆོག་འཛུགས་ཀྱི་དཔེར་ན། རིག་པ་གསར་བ་བཏང་བྱས་ན་ད་དེ་གང་ཡིན་རིག་པ་ངན་པ་ཞིག་བཏང་བྱས་ན་ད་ཡང། བཙན་བྱོལ་བོད་རིགས་སྤུན་ཟླ་དེ་ཚོ་ལ་ཡང་དཀའ་ངལ་བཟོ་ཡ་གི་དཔེར་ན་ད། ཀུན་སློང་ངན་པ་ཞིག་ཁྱེར་ནས་འགྲོ་འདོད་ཡོད་པ་དེ་ཚང་མས་ད་ཧ་གོ་བ་བྱེད་དགོས་རེད། སྐྱབས་མགོན་རྒྱལ་ཡོངས་པ་གོང་ས་ལམ་འབྲས་རྣམ་རྒྱལ་སྐུ་སྐུ་འབྲས་བཅུ་བཞི་པ་ཆེན་པོ་ཁོང་དངོས་གནས་ཁོ་རང། ཆོས་སྲིད་གཉིས་ཀྱི་དབུ་ཁྲིད་དཔེར་ན་ལོ་སྟོང་ཕྲག་ཅིག་མཛད་པ་རེད། ཉི་མ་གཅིག་ཁོང་གིས་གསུངས་ཡོད་མ་རེད། མི་མང་གི་དྲང་ཤེས་ཁེལ་ཤོག། དཔེ་ཆ་ག་ཚོད་ཡོད། སྦག་སྦག་ཡོད་པས་མོ་ཏྲ་ཡོད་པས་ཟེར་ནས། སྐྱབས་མགོན་རིན་པོ་ཆེ་བཀའ་དང་དགོངས་པ་ཇི་ལྟ་བ་བཞིན་དུ་བསྒྲུབས་ནས་འགྲོ་ཡས་ན་སྐྱབས་མགོན་རིན་པོ་ཆེ་གི་ཆོས་སྲིད་གཉིས་ཀྱི་དབུ་ཁྲིད་མཛད་པའི་སྐབས་སུ་ཁོང་གི་ངོ་ན། སུས་ཀྱིས་ལམ་ཕྱོགས་ག་འདྲ་ཅིག་ནས་ཁྲིད་གནང་བ་དེ་འོ་དེ་འདྲ་ཅིག་ནས་ད་མ་འོངས་པར་ཡོང་ཉེ་དེ་ཚོ་ཚང་མ་ད་ལྟ་ཡིན་སྐྱོང་དཔེར་ན་དེ་འདྲ་ཅིག་ཁྲིད་ནས་འགྲོ་ན་འགྲིག་གི་ཡོད་རེད། ཁྱོད་ཚོ་གེ་བོད་ལ་ལམ་ངན་གསར་བ་དེ་འདྲ་མང་པོ་ཞིག་སྟོན་མང་དུ་གལ་ཡོང་བ་རེད། གོང་ས་བླ་མའི་ནང་དུ་སྐུ་འཕྲེང་བཅུ་བཞི་བྱོན་པ་ཁོང་གེ་བོད་ལ་ཆུ་ཚིགས་གཉིས་ཀྱི་དབུ་ཁྲིད་མཛད་ནས་ང་རང་ཚོ་དངོས་གནས་ཁོ་རང་གཅེས། བོད་གེ་བོད་ནང་རྩ་དོན་སྒྲུབ་ཕྱོགས་ཡིན་ན་རེད་ང་རང་ཚོ་བོད་མི་རིགས་ལ་དངོས་གནས་ཁོ་རང་གཅེས། དཔེར་ན་གཅེས་ཕན་བཏགས་ཡ་དང་ད་དེ་ལྷག་དངོས་གནས་གཅེས་མ་འོངས་པ་འབྱུང་རྒྱུ་ཡིན་ན་རེད་ད་ལྟ་ཡིན་ན་རེད། ལས་འགུལ་གསར་བ་ག་རེ་མང་དགོས་ག་རེ་སྤེལ་བ་ན་དེ་ལས་ནུས་པ་ཆེས་ཐོན་ཡོད་མ་རེད། དེ་སོགས་ནི་ལས་འགུལ་གསར་བ་དེ་འདྲ་སྤེལ་བཞག་དགོས་རེད་ད། དགོས་ཡག་གི་ཆོ་ག་གསུམ་ཆ་དཔེ་ན་གཅིག་དུ་འབྲེལ་ཡག་གི་དཔེ་ན་ཐབས་ལམ་དེ་སྐད་ཆ་ཡག་པོ་བཤད། བཤད་མི་ཁོ་ཚོའི་འདིར་བཤད་མ་བསྡད། ཆོ་ག་གི་ཞེན་འཁོར་མ་བྱེད། དངོས་གནས་ཁོ་རང་དཔེ་ན་བློ་སེམས་གཅིག་ཏུ་འདྲེས་ནས། ཆོ་ག་གསུམ་ཆ་དངོས་གནས་གཅིག་ཏུ་ཡིན་པ་དཔེ་ན་གཅིག་སྒྲིལ་ཡིན་པས་གཅིག་སྒྲིལ་གྱི་རྣམ་པ་དང་བསྟན། སྐད་ཆ་བཤད་དུས་དབུས་ཀྱི་སྐད་ཆ་བཤད་པའི་སྐབས་སུ། སོ་སོར་གྱི་དཔེ་ན་ནོར་བ་དང་འཁྲུལ་བ་ཡོད་པའི་སྐོར་སོགས་ཁས་ལེན།